ཕུན་ཚོགས་དགེ་ལེགས་སྐྱེ་བའི་སྤྲུལ་པའི་སྐུ་མཐའ་ཡས་འགྲོ་བའི་རེ་བ་སྐོང་བར་གསུངས། མ་ལུས་ཤེས་བྱ་ཇི་བཞིན་གཟིགས་པའི་ཐུགས་ཞབས་ཀྱིས་གཙོ་བོ་དེ་ལ་གོས་ཕྱག་འཚལ། ཚེ་ལྡན་ཁྱེད་ཀྱིས་མཁན་རབས་ཨོ་ཟེར་གྱིས་བདག་བློའི་གཏི་མུག་མུན་པ་རབ་བསལ་ན་སྲིད་ཀ་དང་བསྟན་བཅོས་གཞུང་ལུགས་རྟོགས་པ་ཡིས་བློ་གྲོས་སྤོབས་པའི་སྣང་བར་སྩལ་འདུག་གསོལ། ཨེ་ནས་སོང་བ་བསམ་ན་ད་དེ་རིང་ཡིན་དེ་ནས་ང་དང་སློབ་ཙམ་པ་ཁྱེད་དེ་ན་དེ་ནས་དཔལ་མགོན་འཕགས་པ་ཀླུ་སྒྲུབ་ཀྱིས་མཛད་པའི་དེ་ནས་ཤེས་དཔལ་སྤྲིན་ཤོག་ལོ་ཀ་བདུན་ཅུ་དོན་དྲུག་པའོ་ཞུ་བྱེད་ཟིན། གསུངས་པ་བཟང་ན་དེ་ནས་ད་ཤོ་ལོ་ཀར་དུ་མཇུག་དོན་དཀྲུགས་པས་ན་ཅི་གསུངས་ཟེར་འདུག་ཟེར་ན། དེ་ལྟར་གནོངས་པར་གྱུར་ཚ་ལ་བསོད་ནམས་ནི། རྣམ་གསུམ་མར་མེས་སྣང་བ་རབ་བཞེས་ཤིག། གཅིག་པུ་ཉི་མ་ཟླ་བས་མི་བརྫི་བའི། མུན་ནག་མཐའ་ཡས་སྣང་དུ་འཇུག་ཚ་ལོ་གསུངས་ཟེར་འདུག་བ་ལས། གསུངས་པ་བསམ་ན་ད་ཤོ་ལོ་ཀ་དེ་ནས་བདུན་ཅུ་དོན་དྲུག་པའོ་དོན་དྲུག་པའོ་ཁྱེད་དེ་ན་ཨེ་ནས་དགའ་སྡང་ན་ད་འཁོར་བའི་དེ་ནས་ངེས་དམིགས་ཨེ་ནས་གསུང་ཡིན་ཡོངས་པའི་ན་དེ་ནས་གྲོགས་མེད་པའི་ངེས་པ་གཟེར་སྐམ་པོ་ཨེ་ནས་དོན་དག་པོ་ཨོ་དུ་བ་གསུངས་ཏེ་ནོག། ད་དང་བདག་ང་དང་བཞག་མ་མང་པོ་ཅིག་སྔ་ལ། བདེན་པ་དཔལ་མགོན་འཕགས་པ་ཀླུ་སྒྲུབ་ཀྱིས་རྒྱལ་པོ་བདེ་སྤྱོད་བཟང་པོར་གསོས་པའི་ང་དང་ཚང་མ་ལ། ང་དང་ཐར་པ་ཐོབ་པ་ལ་ཐར་པ་དོན་གཉེར་གྱི་བློ་སྐྱེ་དགོས་ཤིང་ཐར་པ་དོན་གཉེར་གྱི་བསམ་བློ་འཁོར་ར་ལ། དགའ། འཁོར་བ་ལ་ངེས་འབྱུང་སྐྱེ་དགོས་ཤིང་འཁོར་བ་ལ་ངེས་འབྱུང་སྐྱེ་བ་ལ་འཁོར་བ་ལ་སྐྱོན་མཐོང་དགོས་ཤིང་འཁོར་བ་ལ་ངེས་དམིགས་མཐོང་དགོས་ཤིང་པོ་ཁག་ཅན་ཡིན་པ་བསམ་ན། དང་བདག་ང་དང་བདེན་བཞི་ཤོ་ལོ་ཀ་དྲུག་ཅུ་རང་སྔགས་པ་ན་བྷ་ལ་དག་དེ་རིང་སྔགས་དང་བདུན་ཅུ་དོན་དྲུག་པ་གསུངས་དོན། འཁོར་བ་ལ་ངེས་དམིགས། ཡང་མིན་ན་འཁོར་བ་ལ་སྐྱོན། འཁོར་བ་ལ་ངེས་འབྱུང་སྐོ་དང་སྐྱེ་དང་སྐོར་ལ་གསུངས་ཡིན་འཇིགས་དང་སྐྱོ་དག་ལས། གསུངས་པ་ས་ན་ད་ཤོ་ལོ་ཀ་དྲུག་ཅུ་རང་སྔགས་པ་ན་བྷ་ལ་དེ་ཚང་མ་དེ་ན་ཤོ་ལོ་ཀ་དེ་ནས་ཀ་བཅུ་གཅིག་ཙམ་ཞིག་འཁོར་བ་ལ་ངེས་དམིགས། འཁོར་བ་ལ་ངེས་འབྱུང་སྐྱེ་དང་སྐོར་ལ་སྐྱང་གསུངས་ཡིན་འཇིགས་དང་ཡོངས་སྟེར། དེ་ཀ་ན། འཁོར་བ་ལ། ངེས་འབྱུང་འཁོར་བ་ལ་སྐྱོ་ཤས་སྐྱེ་བ་ལ། དགའ་ང་དང་ཟབ་ཆོས་མང་པོ་ཞིག་ཡོད་པས་ན་དེ་ནི་དགའ་ཞེས་བསྟན་ནོ། བདག་མདོར་བསྟན་པ་དང་རྒྱལ་སྲིད་པར་བཤད་པ་གཉིས་ཀྱིས་ན། ཤོ་ལོ་ཀ། ཧ་ལས། བདེ་བ་འདོད་པ་ཕོངས་དང་འཆི་བ་དང། ན་དང་རྒ་སོགས་སྡུག་བསྔལ་དུ་མ་ཡིས། འབྱུང་ན་འཁོར་བ་ལ་ནི་སྐྱོ་མཛད་ཅིང། འདི་ཡི་ངེས་པ། བཤད་ཀྱང་བསམ་པར་གཙོ་བོ་ཟེར་པ་ནི་འཁོར་བ་ལ་ངེས་དགའ་ངེས་འབྱུང་སྐྱེ་དང་ཡང་མིན་ན་འཁོར་བའི་ངེས་དམིགས་ཀྱི་མདོར་བསྟན་པའི་ཚུལ་དུ་གསུངས་ཟིན་ཧ་ལས། ད་དེ་ག་ན་ང་དང་རྒྱས་པར་བཤད་པ་ལ་ཟབ་ཆོས་མང་པོ་ཞིག་ཡོད་དེ་ན་འཁོར་བའི་ངེས་དམིགས་རྒྱས་པར་བཤད་པ་ལ་དེ་ན་ཁྱེད་ཟབ་ཆོས་བདུན་ལ་དབྱེ་བ་འཕེལ་ཏེ། ཨེ་ནས་དང་པོ་ངེས་པ་མེད་པའི་ངེས་པ་ཟེར་ཁ་ནས་སྐོར་ལ་ཨེ་ནས་ཤོ་ལོ་ཀ་དེ་ནས་ག་ཅིག་གསུངས་འཇིག་ཡོངས་གཉིས་ཨ་ལ་གཅིག་གསུངས་འཇིག་ཡོངས། དེའི་སྟེང་ན་ངོམས་པ་མེད་པའི་ངེས་པ་ཟེར་འཇིག་ཡང་ཤོ་ལོ་ཀ་གཅིག་གསུངས། ཨེ་ནས་དེའི་སྟེང་མེད་ཀ་ཨེ་ནས་ག་ལུས་ཡང་ཡང་དུ་དོར་བའི་ངེས་པ་ཟེར་རན་པོ་ཅིག་ཡང་ཤོ་ལོ་ཀ་ཕལ་གཅིག་གསུངས། ཨེ་ནས་དེའི་སྟེང་ན་ཨེ་ནས་ཡང་ན་ཡང་དུ་ཉིད་མཚམས་སྦྱོར་བའི་ངེས་པ་ཟེར་རན་པོ་ཅིག་ཡང་ཁོ་ཤོ་ལོ་ཀ་ཨེ་ནས་ག་ཅིག་གསུངས་འཇིག་ཡོངས། ཨེ་ནས་དེའི་སྟེང་ན་སྔགས་པས་ག་གེ་བསྟན་ནའང། ཨེ་ནས་ཡང་ཡང་ཐོར་མ་འདུ་འགྱུར་བའི་ངེས་པ་ཨ་ཛ་རན་པོ་ཅིག་ཡང་ཤོ་ལོ་ཀ་བསྟན་ནའང་གསུམ་ག་ཤོ་ལོ་ཀ་གསུམ་བཞི་ཞིག་ཨེ་ནས་གསུང་གི་འཇིག་དང་སྐྱོ། གསུངས་པ་ས་ན་ད་དེའི་སྟེང་ན་ཨེ་ནས་ག་དེ་རིང་གེ་བསྟན་ན་ང་དང་དཀྲུགས་པའོ། ཡང་མེད་ན་ག་དཀྲོགས་མེད་པའི་ངེས་པ་གསུངས་བསྟན་བྷ་ལེ་ད། འཁོར་བའི་ངེས་དམིགས་ཡིན་ནའང་ཨེ་ནི་དཀྲོགས་མེད་པའི་ངེས་པ་ཟེར་གང་མདོར་བསྡུ་ན་དཀྲོགས་མེད་པའི་ངེས་པ་ཟེར་ན་དེ་ལྟར་ནོངས་པར་གྱུར་ཚལ་བསོད་ནམས་ནི་གཟན་པོ་ཅིག་ཅིས་གསུངས་ཏེ་ནོག་ཟེར་ན། དཀྲོགས་མེད་པའི་ངེས་པ་མདོར་བསྡུ་ན་འཁོར་བའི་ནང་ང་དང་རྣམ་སངས་ཡོད་ཙང་ན་སྡུག་ཙང་ན་འཁོར་བའི་ནང་སྐྱེ་བ་ལེན་ཚར་ཏེ་སྟེང་ན་འོ་ད་བཞག་ཞིག་ན་བཞག་ཞིག་ཡིན་ནི་ང་དང། སྐྱེ་རྒ་ན་འཆིའི་སྡུག་བསྔལ་མྱོང་སྟེ་དེ་ནང་འཆི་བའི་སྡུག་བསྔལ་མྱོང་སྟེ་སྐྱེ་བ་སྟིང་མའི་ལམ་བ་ཆ་ཙང་ན་ནི། ཨོ་ད་ང་ད་ཛ་ཧོ་ངོ་ཤེས་ཡ་ཏོ་ཟེར་མཁན་སུའང་མེད་ཀྱ་གསུངས་ཟེར་རོ། ཨོ་ད་ས་འཇིག་རྟེན་འདི་ག་ཡོད་ཀ་ནས་ང་ད་ཙམ་ཞིག་ང་དང་ཨོ་ཉི་མ་གཅིག་ཨང་འདྲལ་མི་མི་ཕོད་ཀྱ་ཞིག་ང་ད་ཛ་ཧོ་ངོ་ཤེས་ཟེར་ར་ཙོགས་རང་གི་དེ་ནས་དགའ་གྲོགས་གཞིན་མ་ཟེར་ར་ཙོགས་ད་དཀའ་གཟུགས་ཞིག་ཡིན་ན་ཡང་ཨོ་ད་དེ་ཙམ་ན་སུའང་ཕན་ཐོགས་ས་མ་ནོག་གསུངས་ཟེར་རོ་ཨོ་ད་དེ་ཙམ་ན་སུའང་ཡ་ཏོ་ལ་ཁྲིད་དེ་ཁྱེར་ཀྱ་མེད་ཀྱ་རང་ཉིད་གཅིག་པུ་ཆགས་འོ་ཟ་དེ་ནོ་མ་ཟ་ཏོ་ཡང་སུའང་མེད་ཀྱང་ད་དེ་རྩ་ན་འོ་ད་ཕན་ཐོགས་ག་འཇིག་ཡོད་ན། དེ་རྩ་ན་ང་དང་མཛའ་བས་ཡོང་ཡོད་ན། འོ་ད་བདག་ས་ང་དང་སྡུག་སྡུག་པའི་ག་ཚོགས་བསོད་ནམས་བསགས་ཏེ་དགེ་བ་དགེ་སྦྱོར་བསགས་ཏེ། འོ་ལམ་གྱི་ལམ་བསྒོམས་པ་དང་ལམ་ཆོས་ཉན་པ་དང་ཆོས་བཤད་པ་ལ་སོགས་པའི་ཆོས་ཀྱི་ཉམས་ལེན་འཇིག་ཆོས་དེ་ཡོད་ན། དེའི་དབང་གིས་བསོད་ནམས་ཅིག་བསགས་ན་འོ་དེ་བསོད་ནམས་པོ་ང་དང་ཡལ་དོ་ཡོང་བ་ནོག་མ་ཨ་སྟོ།

ང་དང་རྣམ་བཞི་དགོ་ས་ན། ད་འོ་དེ་ག་ན་སུ་ང་དང་ན་ཉན་པོ་ཡོང་ཅགས་འདུག་འོ་དོ་ལ་བདག་ས་ན་ཏན་ཏན་ཏིག་ཏིག་བྱོས་ཏེ་བསམ་བློ་དང་སྟེ་འོ་དོ་ང་དང་ན་ཉན་པོ་བོར་ཛེར་ཏེ་ནོ། འོ་ད་ང་དང་ན་ཉན་པོ་ཡོང་ཉན་ཅེས་པ་གི་དེ་ན་ཅི་ཞིག་ཡོད་ཀྱགས་ཟེར་ན། བདག་ས་ང་དང་འདུག་འདུག་པི་ཀ་དགེ་བ་དགེ་སྦྱོར་ཅིག་བསགས་ཏེ་ལམ་སྒོམ་ཉམས་ལེན་རེ་བྱོས་ཏེ་ཡོད་ན་འོ་དོ་ང་དང་ན་ཡ་ཏོ་ཡ་ཏོ་ཡོང་ཉན་ཅགས་ཡོད་ཀྱགས་ཟེར་ཁ་ནས་སྐོར་ལ། ད་དེ་རིང་ངས་ང་དང་དེ་ནས་ཤོ་ལོ་ཀ་བདུན་བཅུ་དོན་དྲུག་པོ་ཞེས་དེ་རྣམས་རྡོག་རྡོག་པོ་ཨོ་དེ་རྣམས་གསུངས་སྟེ་རོགས། ད་བདག་ས་དེ་ན་ཅི་གསུངས་འདུག་ཟེར་ན་དེལ་ལྟར་ནོངས་པར་གྱུར་ཚར་གསུངས་ཏེ་འདུག་ག་ལེ། ཨོ་ད་དེལ་ལྟར་ནོངས་པར་གྱུར་ཚར་ཟེར་པོ་ཅིག་གདངས་ན་ང་དང་རྟགས་གསུངས་ཏེ་ཡོངས་ཀ་ནང་བཙོག་ལ་ཟེར་དང་རོགས་དེལ་ལྟར། དགའ་ཁྱེད་ལྟ་ན་ཡང་ནི་ཁོ་རོའི་ནང་ལྷའི་དབང་པོར་བརྒྱ་བྱིན་གྱིས་བསྐོར་བ་ན་ཐོབ་ན་ཡང་བཞག་ཤིག་ན་བཞག་ཤིག་ཡང་ངལ་བས་ཟ་ཤིག་ངལ་བས་ནའང་སྐྱེ་དགོས་སུ་འདུག་ཉི་མ་ནང་ཟླ་བ་བཙོག་ལ་མ་ན་འོད་ཨི་ཟ་མི་འོད་རང་ཨང་འོད་ཡོད་ཀ་ནས་མ་ན་འཇིག་རྟེན་ཐམས་ཅད་རང་ཨང་འོད་ཀྱིས་ཁྱབ་སྟེ་ཡོད་ན་ཡང་བཞག་ཤིག་ན་བཞག་ཤིག་ཡང་མུན་པ་མུན་ནག་ཅིག་ཡིན་ནའང་སྐྱེ་དགོས་སུ་འདུག། ཨོ་ལྷ་ཡི་བུ་དང་བུ་མོ་མཉམ་པོ་དེ་སྐྱིད་ཕུན་སུམ་ཚོགས་པ་ལ་ལོངས་སྤྱོད་ལེན་ཅིག་མི་འདྲ་མི་འདྲ་ཡོད་ན་ཡང་ཡང་བཞག་ཞིག་ན་བཞག་ཞིག་ན་ཨོ་དེ་ནས་ག་ས་ཐལ་བའི་ནང་རེས་གང་དུ་རོ་བ་རང་ལས་སྐྱེས་ཏེ་སྦྲུལ་འགོ་ཚུགས་སོང་བ་ས་ན་ད་ཁོ་རོའི་ནང་ཡིན་ག། ང་དང་དེ་སྐྱིད་དང་ལོངས་སྤྱོད་དང་ཅི་ཞིག་ཡོད་ན་ཡང་བརྟན་པོ་མེད་ག་འཇིག་ག་ཁོ་རོའི་ནང་འདུག་སྟོད་པ་ས་ན་དཔེར་ན་ང་དང་དེའོ་ནམ་གྱི་དུས་རྒྱུན་ན་ཆགས་པའི་སྤྱི་དོན་ན་ལྟོས་གསུངས་འདུག་བ་ལས་དཔེར་ན་ང་དང་ཁང་པ་ཐོག་རྩ་དྲུག་ཡོད་ག་འཇིག་ཡོད་ན། ཨ་ལས། འོ་ད་ཐོག་ཚ་དེ་ཡོག་མ་ཡོག་པས་ན་ང་གྲང་མོ་ཡོད་ཀྱག་འོ་ད་དེ་ན་ང་ཚ་འདེ་ཡོད་ཀྱག་ད་དེ་ན་ང་གྲང་ཚ་ཚ་གྲང་ཡོད་པ་སང་ན་ད་དེ་ན་ང་བཟའ་ཆས་འཐུང་ཆས་དང་དེ་བསམ་བློ་ད་ཨ་ཟེ་ག་བོར་དེ་ན་ང་ཁྱེད་དེ་ན་པ་དེ་ཚ་བས་དང་གྲང་བས་དེ་ན་མེ་ན་སྡུག་བསྔལ་མྱོང་མ་ཚ་ར་དུ་ཡོད་ཀྱག། འདི་ནི་ཐོག་རྩ་གཉིས་སྤེལ་ནའང་ཁེར་བལྟས་ནའང་ཨོ། ད་བདེན་ནའང་ཁེར་བལྟས་ནའང་ཡང་ང་དང་ཅི་ཡོད་སྐྱག་ཟེར་ན་ཡེ་ནས་དགའ་བདེ་གཟུགས་ཚ་བ་དང་སྐྲངས་བའི་སྡུག་བསྔལ་མེད་ན་ཡང་བཟའ་བཏུང་ལོངས་སྤྱོད་ཅང་མེད་པ་ལྟོགས་ཟིན་སྐོམ་ཟིན་ཅིག་སྡུག་དགོས་ཤ་ཟིག་གིས་སྡུག་བསྔལ་ཅིག་མྱོང་དགོས་ཟིག་སྐྱག། ད་བདེན་ནའང་རྟགས་མེད་ག་ལྷེ་བན་པོ་ཅིག་ཡེ་ནས་དགའ་ཚ་བ་དང་སྐྲངས་བའི་སྡུག་བསྔལའང་དེ་ཙམ་ཞིག་མྱོང་བཟའ་བཏུང་གི་ལོངས་སྤྱོད་དང་མྱོང་མང་བ་ཟིག་མེད་ན་སྐྱག། ཡང་མི་ཚང་མ་ལ་སྤྱི་དོངས་སུ་བསྐོར་ཏེ་མི་ཚང་མ་རང་ས་དེ་བཟོ་སྟེ་ཡང་མི་ཚང་མ་ང་དང་བཀོལ་ཏེ་དེ་ནས་དགའ། མི་ཚང་མ་ང་དང་སྡུག་མ་བཅུག་ལཱས་བཀོལ། དེ་ནས་བཟའ་བཅའ་འཐུང་བཅའ་ད་ཐོ་བས་བཀྱགས། དེ་ནས་ཚ་གྲང་གི་སྡུག་བསྔལ་ལ་ཉུང་དགོས་ས་མེད་བཀྱགས་ད། ཡང་མི་ཚང་མ་གཅིག་ནང་གཅིག་གིས་ང་དང་ས་དེ་བཟའ་བཅའ་ཟིག་སྡུག་བསྔལ། ཨོ། དེ་ནས་དགའ་མི་ནང་མི་ཚང་མ་ང་དང་ལཱས་བཀོལ་ཏེ་ཧུད་ཁྱོད་ལ་སྡུག་མ་བཅུག་ཨ་ནགས་བསྟན་པའི་སྡུག་བསྔལ། ཨོ་གཟུགས་ཀྱི་ནགས་བསྟན་པའི་བ་ས་ན་ཨོ་དེ་ཚང་ཀ་ཅི་ནུབ། ཡིན་ན་བཟོའི་ཁང་པ་ཐོག་རྩ་དང་པོ་གཉིས་པ་གསུམ་པ་སོགས་ཤིག་ཡིན་ན་ང་དང་སྤེལ་བོར་བཏང་ན་འགྲིག་ཟེར་ནོག་ད། གསུངས་པ་ཟ་ན་ཡིན་ན་ཡང་ཉལ་བ་ཡི་དྭགས་དུད་འགྲོ་གསུམ་པོ་ཨོ་གཟུགས་ཀྱི་སྡུག་བསྔལ་མྱོང་བ་ཟེར་གི། ད་ཐོག་རྩ་བཞི་པའི་ག་ལྷེ་བན་པོ་ཅིག་ཡིན་ནའི་ག་ཚ་བའི་སྡུག་བསྔལ་ལང་དེ་བསམ་ཞིག་མེད་ག་འཇིགས་སྐྲང་བའི་སྡུག་བསྔལ་ལང་དེ་བསམ་ཞིག་མེད་ག་ལྟོགས་སྐོམ་གྱི་སྡུག་བསྔལ་ལང་དེ་བསམ་ཞིག་མིས་ང་དང་གོལ་བཅད་སའི་སྡུག་བསྔལ་ལང་དེ་བསམ་མེད་ག་འཇིགས། འོ་དེས་ན་ཚོགས་ལ་མིས་ང་དང་ས་དེ་གཟུགས་ནི་ས་དེ་ཆ་བྱ་སྲིད་སྡུག་བསྔལ་དེ་བསམ་གྱིས་མེད་གང་ཅི་ཡིན་ན་ཡང། འོ་ད་ང་དང་སྐྱེ་བ། ཤི་བ། ཡང་རྒས་པའི་སྡུག་བསྔལ། ན་བའི་སྡུག་བསྔལ། འོ་རང་གདོད་པ་ནང་བཞིན་མ་བསྒྲུབས་པའི་སྡུག་བསྔལ། མ་གདོད་པའི་སྡུག་བསྔལ་སྣ་ཚོགས་པ་ཞིག་ཐོག་ཏུ་བབས་པས་ཡོང་བའི་སྡུག་བསྔལ་ཡོད་པར་སོང་ན། ང་དང་མིས་སྐྱེ་བ་ལས་ན་ཡང་འོ་གཟུགས་ཀྱི་སྡུག་བསྔལ་ཡོང་བར་ཐལ། ད་བདེན་སྣ་ཚོགས་ལ་ལྷ་མ་ཡིན་གྱི་ཨེ་ནི་ག་མི་ཡི་ཧ་ལས་དེ་ནས་བདེན་སྣ་ཚོགས་ལ་ལྷ་མ་ཡིན་གྱི་སྡུག་བསྔལ་མྱོང་བས་ན་འོ་ཚ་གྲང་བཀྲེས་སྐོམ་གྱི་སྡུག་བསྔལ་འདི་གཟུགས་མེད་ན་ཡང་ཡང་ཁོ་རང་ལྷ་རྣམས་གཉེན་པོ་རྫིང་མོ་བཏང་མ་ཚར་ར་ལྷ་རྣམས་གཉེན་པོ་དམག་འཁྲུགས་བརྒྱབ་མ་ཚར་ར་འོ་བདུད་ཁྱོད་ཤི་ཡིན་བདུད་ང་ཤི་ཡིན་ཟེར་གྱི་འོ་གཟུགས་ཀྱི་འཐབ་འཛིངས་ཁོ་རང་བཏང་མ་ཚར་ར་སྡུག་བསྔལ་མི་ཚེ་ཚང་མ་གཅིག་ན་གཅིག་ས་བྲེས་དང་ཨ་ངོ་ཨར་དམག་བརྒྱབ་ཨི་ངོ་ཨར་དམག་བརྒྱབ་ཡིན་གྱི་འོ་གཟུགས་ཀྱི་འཐབ་འཛིངས་ཡིན་སྡུག་བསྔལ་མང་པོ་ཡོང་བས་ཀྱང་ད་ལྟའི་ན་ཚོད་ལ་ལྷ་ཡི་གོ་ནས་ཐོབ་ན་ཡང་ཐོག་རྩ་དྲུག་པའི་ནང་ཡོད་ན་ཡང། ག་དུ་རོ་ནང་བཞིན་དམྱལ་བ་ནང་བཞིན་ཨི་དྭགས་ནང་བཞིན་གྱི། བྲེལ་སྐོམ་གྱི་སྡུག་བསྔལ་ལའང་མེད་ཀྱང་ཚ་གྲང་གི་སྡུག་བསྔལ་ལའང་མེད་ཀྱང་བསྐོལ་ཅིང་སྤྱོད་པའི་སྡུག་བསྔལ་ལའང་མེད་ཀྱང་མི་གཞན་གྱི་མངའ་ཐང་བསགས་པའི་སྡུག་བསྔལ་ལའང་མེད་ཀྱང་ད། ཡང་ནམ་ཞིག་ན་ཁོ་རང་སྡུག་སྡུག་པའི་ག་དུས་སྐྱིད་ཕུན་སུམ་ཚོགས་པ་ལ་ག་གཟུགས་ཤིག་ཡོད་ན་ཡང། འོ་དེའི་ཚ་ན་ཤི་དེ་སྟེང་ན། ཡང་དམྱལ་བ་ཡི་དྭགས་དེ་གཟུགས་ན་ཆག་གོ་ཞེས་མདོར་བསྡུ་ན། ང་དང་ཁང་པ་ཐོག་རྩ་དྲུག་གི་ནང་གཟུགས་མངལ། ཆེ་ཆུང་སྣ་ཚོགས་པ་ཞིག་དང་ཨི་གཟུགས་ཤིག་ཡོད་པ་ཟེར་ན་དོན་དག་པོ་ང་དང་འགའ་རུ་སྡུག་སྤྲེལ་ཀྱག་ཟེར་ན་བདེན་ན་ཁང་པའི་ནང་སྡུག་སྤྲེལ་ཀྱག་ལ། བདེན་ན་ཁང་པའི་ཕི་ལོག་དམའ་ན་མ་ཐར་བ་ཟེར་ན་བདེན་ན་ཁང་པའི་ནང་སྡུག་ཕྱིན་ཅལ་ལ། སྤྱི་ཡོངས་ཀྱིས་བྱས་ན་ཁང་པ་ཁོ་རང་ལྕགས་ཤིག་བཅོས་ཏེ་ཁང་པ་ཁོ་རང་ཡིན་ན་ཨི་ནི་ལྕགས་ཀྱི་མེ་བ་རེད་ཨི་གཟུགས་ཡོད་པ་ཟེར་ན་ཁོ་རུ་སྡུག་མངལ་གྱི་ཡོད་ཡོད་དེ་ནོ། ཡིན་ན་ཡང། གཡོག་མ་གཡོག་མ་ལྟ་སྟེ་རྟགས་མ་རྟགས་མ་འོན་སྡུག་བསྔལ་ཆུང་བ་ཞིག་དང་བདེ་སྐྱིད་མང་བ་ཞིག་ཡོད་ན་ཡང། ཨོ། ཁོ་མ་ན་སྡུག་བསྔལ་ལས་ན་ང་མ་ན་ཐར་ཏེ་སྡུག་བསྔལ་རྩ་བ་ཉིད་ན་མེད་པ། ཨེ་ནས་ལྟ་ན་བཟུང་སྟེ་བདེ་སྐྱིད་ཕུན་སུམ་ཚོགས་པ་ཞིག་མ་གཏོགས་སྡུག་བསྔལ་རྩ་བ་ཉིད་ན་མྱོང་མི་དགོས་བྱ་ཞིག་སྐྱེ་བ་ངན་པས་ཀྱི་ན་ནམ་ཡང་སྐྱེ་མི་དགོས་བྱ་ཞིག་ཨོ་གཟུགས་ཤིག་ཡོད་མེད་པ་ས་ན་གསུངས་པ་ས་ན་ང་དང་ཁོ་རོའི་ན་ང། འཁོར་བ་ང་དང་དཔེར་ན་ང་དང། དགོན་སྤང་ངོ་ནི་དགོན་འདྲ་མིན་ན་སྲིད་པ་འཁོར་ལོ་ཅོ་སྟེ་དེ་ག་ན། འགྲོ་བ་རིགས་དྲུག་ཅོ་སྟེ་ཡོང་བ་མིན་ནོ་ཡོད་པ་ས་ན་དེ་ག་ན། ཕི་ལོག་པའི་ག་ན་དེ་ནི་ག་བག་ཅིག་ཙོག་ཞིག་ཆེན་མོའི་གིས་འཆི་བདག་གཤིན་རྗེ་གིས། ཡེ་ནས་ང་དང། སྲིད་པ་འཁོར་ལོ་ཁོ་རང་བཟུང་ཟེར་བ་ས་ན་འོ་དོ་འཆི་བདག་གཤིན་རྗེ་ཟེར་ག་འདྲ་ཡིན་པ་ས་ན། འོ་ད་ང་དང་འཁོར་བའི་ནང་ན་ཕྱིན་ཆད་ལ་དེ་ནི་ན་འཁོར་ཡིན་ཅིག་དེ་ནི་ན་སྡུག་བསྔལ་ཉེ་ང་འཇིག། འོ་ད་སྡུག་བསྔལ་ཆེ། ནང་ངོ་ཁོ་རང་ན་སྡུག་བསྔལ་ཆེ་ཆུང་འཇིག་ད་ཡོད་སྐྱག་ད། ཡེ་ནས་ཡང་སྡུག་བསྔལ་ཡིན་ན་ཐར་དེ་མེད་པ་ས་ན་ང་དང་འཁོར་བ་ལ་ངེས་དམིགས། འཁོར་བ་ལ་སྐྱོན་མཐོང་སྟེ་འཁོར་བ་ལ་ཐར་འདོད་ཀྱི་བློ་སྐྱེ་བ་ཞེས་པ་མ་ཁག་ཅན་འདུག་གསུངས་སོ། གསུངས་པ་ས་ན་ད་བདག་ས་དེ་ན་ཅི་གསུངས་སོ། དལ་ལྟར་གནོངས་པར་གྱུར་ཚལ་གསུངས་སོ། འོ་ད་འཁོར་བའི་ངེས་དམིགས་དང་འཁོར་བའི་སྐྱོན་བུ། འོ་དེར་འོ་དེ་ཚོ་ཡོད་ཀན་བུ་མཐོང་སྟེ། ག་ང་དང་འདི་ག་འདུག་སྐྱེ་བ་ཕྱིན་ཆད་ལ་ཨེ་ནི་མི་རྟག་པ། ཨེ་ནི་དེ་སྣ་ཚོགས་ལ་འབར་བ་ལ་མཐོན་པོ་བ་སྐྱེས་འབར་བ་ལ་དམའ་མོ་བ་སྐྱེས་འབར་བ་ལ་སྡུག་བསྔལ་མྱོང་འབར་བ་ལ་ཡང་བདེ་སྐྱིད་ཕྲན་བུ་རེ་ཡང་མྱོང། དེ་སྣ་ཚོགས་ལ་སྐྱེ་བའི་སྡུག་བསྔལ་རྒ་བའི་སྡུག་བསྔལ་ན་བའི་སྡུག་བསྔལ་འཆི་བའི་སྡུག་བསྔལ་ཨོ་ཟོ་གིས་སྐྱོན་མང་པོ་ཞིག་དང་ནོངས་པར་གྱུར་ཚད་ཙམ་པོ་སྐྱོན་མང་པོ་ཞིག་ཡོད་དཀོན་པོ་ཧ་གོ་སྟེ་ཟེར་དང་རོགས་ད། ཁོ་རོའི་ནང་སྡུག་ཕྱིན་ཆད་ལ་ཁོ་རོའི་ངེས་པ་དང་ཁོ་རོའི་སྐྱོན་མང་པོ་ཡོད་དཀོན་པོ་ཧ་གོ་སྟེ་ནོངས་པར་གྱུར་ཚད་གསུངས་པ་བསམ་ན་ད་ཅི་ཅོ་གོ་སྟུག་གསུངས་ན་བསོད་ནམས་ནི་རྣམ་གསུམ་མར་མེ་སྣང་བ་རབ་བཞི་ཞིག་འོ་ད་གསུངས་པ་བསམ་ན་དེ་དག་མི་ཡོང་ཅེས་ལ། འོ་དེ་ནོངས་པར་མི་འགྱུར་ཅེས་ལ་འཁོར་བའི་ནང་ཡང་ཡང་ཨེ་ནི་དགའ་སྐྱེ་བཞིན་འཁོར་བའི་ངེས་པ་དང་སྐྱོན་ཚང་མ་ང་དང་ཨ་ཁ་ཡང་ཡང་བབས་དེ་མི་ཡོང་ཅེས་ལ། འཁོར་བ་ནང་དར་ཆ་ཟིག་པས་ཅི་སྤྱོད་དགོས་འདུག་ཟེར་ན། བསོད་ནམས་བསགས་དགོས་འདུག་ཟེར་དེ་ནོངས། ཧ་ལས་བསོད་ནམས་བསགས་ན་ད་འོ་ན་བསོད་ནམས་པོ་ལ་བརྩམས་ཤིག་ཡོད་ཀྱག་ཟེར་ན་རྣམ་གསུམ་ཟེར་དེ་དུ་བ་ལས་བསོད་ནམས་རྣམ་པ་གསུམ་བསགས་དགོས་དེ་འདུག་ཟེར་པ་ཅིག་ཨེ་ནི་བསོད་ནམས་རྣམ་པ་གསུམ་པོ་ཅི་ནོག་ཟེར་ན་ལུས་ཀྱི་དགེ་བའི་དགོས་ལུས་ཀྱི་དགེ་བ་དང་བསོད་ནམས། ངག་གི་དགེ་བ་དང་བསོད་ནམས། ཨིད་ཀྱི་དགེ་བའམ་ཡང་ན་བསོད་ནམས་མདོར་བསྡུ་ན་ལུས་ཀྱི་སྒོ་ན་དགེ་བ་སོགས་ངག་གི་སྒོ་ན་དགེ་བ་སོགས་ཨིད་ཀྱི་སྒོ་ན་དགེ་བ་སོགས་བསོད་ནམས་རྣམ་པ་གསུམ་བསགས་དགོས་ཏུག་ཟེར་ཏོ་དེ་ནས་ཙོག་ལ་ཧ་ལས་ཨི་ནི་ང་དང་སྤྱིན་པ་ལ་འབྱུང་བའི་བསོད་ནམས་བསོད་ནམས་བྱ་བའི་དངོས་པོ་ཚུལ་ཁྲིམས་ལ་འབྱུང་བའི་བསོད་ནམས་བྱ་བའི་དངོས་པོ་བསྒོམ་པ་ལ་འབྱུང་བའི་བསོད་ནམས་བྱ་བའི་དངོས་པོ་གསུང་ངར་གསུངས་པ་བསོད་ན་ས་རྣམས་བྱ་བའི་བསོད་ནམས་བྱ་བ་རྣམ་པ་གསུམ་བཟང་པོ་གཅིག་སྤྱིན་པ་ཚུལ་ཁྲིམས་ཨེ་ནི་བསྒོམ་པ་གསུམ། གསུངས་པ་བསམ་ན་ད་བྱིན་པ་ཚུལ་ཁྲིམས་དགོན་པ་གསུམ་གྱི་ཉམས་ལེན་ཙམ་ཞིག་བཅོས་ན་ང་དང་ཅི་བྱེད་སྐྱག་ཟེར་ན་ཚོགས་བསོད་ནམས་བསགས་སྐྱག་ཨོ་དགེ་བ་དགེ་སྦྱོར་བསགས་པ་བསམ་ན་ཨོ་དུས་ཅི་ནུས་འོག་ཟེར་ན་མར་མེས་སྣང་བ་རབ་བཞེས་ཤིག་ཟེར་ན་པོ་ཆུ་ཨོ་བསོད་ནམས་བྱ་བའི་དངོས་པོ་རྣམ་པ་གསུམ་ང་དང་སྐྱེས་ན་ང་དང་བསགས་ན་ཨོ་ད་དེ་ནས་དགའ་ཁྱེད་དེ་ན་ནམ་ཞིག་ན་ང་དང། བསོད་ནམས་མེད་ན་ང་དང་ཅི་བྱ་མ་བཟོད་ན་འཁོར་བ་མུན་པའི་ནང་སྡུག་བསྔལ་ལས་ན་རྡོར་དུ་ན་མུན་དྲི་གི་ནང་མ་ལུས་ས་ཨེ་ནི་ང་དང་ལྡན་ན་གལ་ཏེ་ན་ཐར་པ་དང་ཐམས་ཅད་ཀྱི་མི་སྣང་བའི་ཕྱོགས་ན་སྣང་བའི་ཕྱོགས་སུ་ཆ་ག་ནི་ཨེ་ནི་ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་མཐོ་བའི་པ་སངས་ན་སོང་པ་སངས་ན་ཨོ་ཨེ་ནི་དགའ་ལུས་ངག་ཡིད་གསུམ་གྱི་བསོད་ནམས་རྣམ་པ་གསུམ་བསགས་ན་ངན་སོང་གི་མུན་པའི་ནང་ན་མཐར་སྐྱེས་སུ་དེ་ནས་དགའ་བྱེད་དེ་རྣམས་མུན་པ་མུན་ནག་ཆེན་མོའི་ནང། ཨེ་ནས་མཐར་སྐྱེས་ངན་སོང་གི་དེ་ནས་མུན་པ་མུན་ནག་ཆེན་མོ་སེལ་སྐྱེས་སུ། ཐབས་ལམ་པོའམ། འོ་དེ་ནས་དགའ་བདེ་ཡོད་དོ་སེལ་སྐྱེས་པོ་ཁྱེད་དེ་རྣམས་ཅི་ནུས་འོངས་ཟེར་ན་བསོད་ནམས་བྱ་བའི་དངོས་པོ་རྣམ་པ་གསུམ་ཨེ་ནུས་འོངས་སོ་གསུངས་པ་ཟེར་ན་བསོད་ནམས་རྣམ་གསུམ། མར་མེ་སྣང་བ་རབ་ཞི་ཞིག་ཟེར་ན་བསོད་ནམས་རྣམ་གསུམ་པོ་ཁྱེད་དེ་རྣམས་ངན་སོང་ངལ་བ་ཡི་དྭགས་དུད་འགྲོ་དེ་སྣ་ཚོགས་ལ་ང་དང་དེ་ནས་དགའ། འཁོར་བའི་ནང་མཐར་སྐྱེས་འཁོར་བའི་ངེས་པ་མྱོང་མི་དགོས་ཤེས་འཁོར་བའི། ཨེ་ནས་གཱ་ཧ་གྷེ་ཏེ་ན་སྡུག་བསྔལ་ཉུང་མི་དགོས་བྱ་སི་འོ་སྣང་བ་འོ་ཡིན་འོ་ཟི་དོ་གཱ་ཧ་གྷེ་ཏེ་ན་ང་དང་མུན་པ་མུན་འགྲིག་པོ་མེད་གཱན་གྱོད་ཅེས་པོ་སེལ་ཅེས་པོ་ཅིན་འོ་ཟེར་ན་འོ་དེ་ནོག་མར་མེ་ནོག་སོང་པ་ས་ན་ངེད་རང་ངས་སང་རྒྱལ་པོ་ངེད་རང་རྒྱལ་པོ་ལ་གསུངས་ཏེ་རྒྱལ་པོ་ངེད་རང་གཙོས་པའི་ང་དང་ཚང་མ་ལའས་ངལ་བ་ཡི་དྭགས་དུད་འགྲོས་ཀྱི་མུན་པ་མུན་ནག་གི་ནང་ཆ་ཉིན་མ་འགྲོ་ན་ནི་ཆ་མི་དགོས་བྱ་ཞིག་གྱོད་ན་ནི་ཨེ་ནི་ག་མུན་པ་ལ་ཐར་ཆ་སི་ཐ་མུན་པ་མེད་ག་མཆོད་ཆ་སྤོ་ཅི་ནོག་ཟེར་ན་མར་མེ་ཡིན་ནོག་ཡ་མེད་ན་སྣང་བ་ཡིན་ནོག་གསུངས་པ་སང་ན་ད་ངན་སོང་གསུམ་ལ་སོགས་པའི་འཁོར་བའི་སྐྱོན་དང་ཉེས་དམིགས་ཚང་མ་ལ་ཐར་ཆ་སི་ཐ་བླང་པོ་ཅི་ནོག་ཟེར་ན་བསོད་ནམས་བྱ་བའི་རྣམ་པ་གསུམ་ཡིན་པ་སང་ན་འོ་དེ་ནི་ཚོགས་ལ་སྣང་བ་རབ་བཞེས་ཤིག་ཟེར་ཏེ་འདུག་བ་ལ་འོ་རབ་བཞེས་ཤིག་ཟེར་ན་པོ་ཅི་བདེན་པས་ཨེ་ནི་ག་ངེད་རང་ངས་ཨེ་ནི་ག་གི་ངན་སོང་གསུམ་ལ་ཐར་བྱ། འཁོར་བའི་སྡུག་བསྔལ་ལ་ཐར་བྱ། བསོད་ནམས་བྱ་བའི་དངོས་པོ་གསུམ་པོ་ཤེས་ཏེ་ན་ས་ག་བཛྲ་ཛིར་ཏེ་ས་ག་བཛྲ་ཛིར་ཏེ་གསུངས་ཏེ་རོ། གསུངས་པ་སང་ན་ཨོ་དེ་ཀ་ན། གཅིག་པུ་ཉི་མ་ཟླ་བའང་མི་བཟི་བས། མུན་ནག་མཐའ་ཡས་ནང་དུ་འཇུག་འཚལ་ལོ། ཨོ་ད་གལ་ཏེ་ཨེ་ནི་གཱ་བསོད་ནམས་ཀྱིས་གནང་བ་མེད་ན་ནི་གཱ་དེ་ནི་བསོད་ནམས་ཀྱིས་གནང་བ་མེད་ན་ང་དང་ཅི་བྱེད་གོ་ཟེར་ཀྱག་ཟེར་ན་ནི་རང་ཉིད་གཅིག་པུ་ས་ལས་མེད་ན་ཅི་བྱེད་གོ་ཟེར་ཀྱག་དང་རང་ཉིད་གཅིག་པུ་ཟེར་ནི་གཱ་ཁྱེད་དེ་ན་ཡིན་ན་གཟུགས་ཀྱི་འཇིག་རྟེན་ཐམས་ཅད་ལ་ཨེ་ནི་ཉི་མ་དང་ཟླ་བའི་འོད་ཀྱིས་ཁྱབ་སྟེ་ཡོད་ན་ཡང་རང་ལ་སོ་དེ་བསོད་ནམས་མེད་ན་ནི་རང་ཉིད་ངན་སོང་གསུམ་གྱི་མུན་པ་མུན་ནག་ན་འཁྱམས་སེ་འདུག་གོ་ས་ནོ་ཟེར་དང་གཅིག་པུ་ཉི་མ་ལ་ཟླ་བས་མི་བརྩི་བས་ཟེར་ན་ཡིན་ན་གཟུགས་ཀྱི་འཇིག་རྟེན་ལ་ཉི་མས་ཉི་མ་ནག་ལྟ་བའི་འོད་ཀྱིས་ཁང་སྟེ་འཇིག་རྟེན་ཐམས་ཅད་སྣང་བའི་སལ་ཏེ་ཡོད་ན་ཡང། ག་ང་དང་རང་མུན་འགྲིག་ཅིག་ཡིན་ན་ལུས་ཏེ་ཡོད་ན། ང་དང་དེ། ཉི་མ་ནག་ཟླ་བའི་སྣང་བ་ཁེ་དེ་ན་མྱོང་ཉན་ན་མེད་ཀྱང་ཉི་མ་དང་ཟླ་བའི་སྣང་བ་མེད་ཚད་ཡིན་ན་ལུས་ཚད་ཀྱང། དེ་སྣ་ཚོགས་ལ་ཡིན་ན་གཟུགས་ཀྱི་འཇིག་རྟེན་འདི་ན་ཀོར་དིས་ཀི་དང་ཨེ་ནི་མ་ཨི་གཟུགས་ཤིག་ཡོད་ན་ཡང་གལ་ཏེ་ང་དང་རང་ཨ་སོ་དེ་སོ་ན་མེད་ན་ནི། ང་དང་གཅིག་པུ་ངལ་བ་ཡི་དྭགས་དུད་འགྲོ་མདོར་ན་མུན་པའི་ནད་ངལ་བ་ཡི་དྭགས་དུད་འགྲོའི་ནང་ལུས་ཏེ་སྐྱེ་བ་བརྒྱ་ཕྲག་མང་པོ་སྟོང་ཕྲག་ཁྲི་ཕྲག་འབུམ་ཕྲག་མང་པོའི་ཚུགས་པ་འོ་ངལ་བའི་ཚ་གྲང་གི་སྡུག་བསྔལ་ཅིག་མྱོང་འོན་ཅིག་སྡུག་དགོས་ཟེར་ཀྱ་ཟེར་ཏེ་ནག་ལས་སོང་བ་བསམ་ན་དེ་ལྟ་བུའི་མུན་ནག་ཡིན་ན་ང་དང་ནང་གཅིག་པུ་འདུག་ཙང་ན་ད་དེ་ན་ང་དང་སྐྱབས་ཀན་ཡང་མེད་ན་ཡང་དེ་ངོ་ཤེས་ཁྲིད་དེ་ཁྱེར་ཀན་ན་དེ་ནི་དེ་ངལ་བ་ཡི་དྭགས་དུད་འགྲོའི་ནང Things དེ་ཁྱེར་ཁ་ནས་ཡོད་སྐྱ་ག་ཟེར་ན་སུའང་མེད་སྐྱ་ཟེར་དོན་མི་བརྩི་བས། མུན་ནག Thias འོ་ཉལ་བ་ཉལ་བ་ཡི་དྭགས་དུད་འགྲོས་མུན་པ་མུན་ནག་པས་ན Thias པ་ཟེར་ན་གྲངས་ཀྱིས་མི་ལངས་པའི་ལོ་ཞིག་སྡུད་དགོས་ས་ནོག་ཟ་སྡུག་བསྔལ་གྲངས་ཀྱིས་མི་ལངས་པ་ཞིག་མྱང་དགོས་ས་ནོག་ཟ་སྐྱེ་བ་གྲངས་ཀྱིས་མི་ལངས་པ་ཞིག་བླང་དགོས་ས་ནོག་ཟ་ནང་དུ་འཇུག་ཚར་ལོ་ཟེར་ན་ཕོ་ཅིག་འོ་མུན་པ་མུན་ནག་ཟེར་ན་ཕོ་ཅིག་མུན་པ་མུན་ནག་པོ་ཅི་ནོག་ཟེར་ན་ཉལ་བ་ཡི་དྭགས་དུད་འགྲོས་སྐྱེ་ན་སོ་རོག། ཨོ་དེ་གཟུགས་ཡིག་ཉལ་བ་ཡི་དྭགས་དུད་འགྲོའི་སྐྱེ་ན་སྲིད་ན། ལོ་གྲངས་ཀྱིས་མི་མི་ལངས་པ། སྐྱེ་བ་གྲངས་ཀྱིས་མི་ལངས་པ། སྡུག་བསྔལ་གྲངས་ཀྱིས་མི་ལངས་པ་ཞིག་ཉོན་མོངས་འཇིག་སྡུག་གོ་ཟེར་བ་བསམ་ན་མུན་ནག་མཐའ་ཡས། ནང་དུ་འཇུག་ཚར་ལོ་ཟེར་ན་ངེད་རང་ཨོ་དེ་ན་ཆ། འོ་ས་ནོ་ཟུག་དང་སུ་ཨ་ཟུག་སྟེ་ནོ་ཟེར་ན་ད་ང་དང་ཚང་མ་ལ་ཟུག་སྟེ་ནོ། ཨོ་ད་ང་དང་ཚང་མ་ཏན་ཏན་ཏིག་ཏིག་བྱོས་ཏེ་དགེ་བ་དགེ་སྦྱོར་དང་ཚོགས་བསོད་ནམས་ལྡན་པས་ཕུན་སུམ་ཚོགས་པ་ཞིག་དང་ཡང་དག་པ་ཞིག་དང་སྤུས་དག་པོ་ཞིག་དང་ཚ་དང་ལྡན་པ་ཞིག་བསགས་འཇིག་མ་འདུག་ན་ཨོ་ཡ་ང་ཡོད་ཡ་ང་ཡིན་ངེས་བྱོས་ཏེ་ལ་ང་ལི་ངེས་བྱོས་ཏེ་ཨང་བ་སྒོ་ཐོབ་ཟིན་ཅིག་ཨང་བ་རྫིང་མོ་དང་ཅིག་གདེང་བ་རྫིང་མོ་དང་ཅིག་ཨོ་དེ་ནས་ཉི་མ་བུད་ཞག་བུད་ཟླ་བུད་ལོ་བུད་བཅུག་གིན་འདུག་ན་བཞག་ཤིག་ན་བཞག་ཤིག་ན་ཤི་ཆ་སི་དུ་ཚོད་ཅིག་སླེབས་པ་ནོ་ཨོ་དེ་ཤི་ཆ་སི་དུ་ཚོད་པོ་སླེབས་ཚ་ན་ད་ང་ཅང་མ་ཉན་ཧ་ལ། ང་མི་ཚེ་ནང་ལ་དོན་དང་ལྡན་པ་ཞིག་དང་ཅང་བསགས་མ་ཡན་དོ་ཧ་ལ་བསམ་སྟེ་ཨེ་ནི་འགྱོད་དེ་འཇིགས་ངུས་འཇིགས་ད་དེ་ཙ་ན་ང་དང་རང་ཨ་བདུན་ལ་ཡོད་ཀ་ནས་གཉེན་གྲོང་པོ་རྫ་ཧོ་ངོ་ཤེས་ཕ་མིང་པོ་ཞིག་ཚང་མ་བྲལ་ཏེ་ཆ་ཆ་སྤུ་ང་དང་ཧ་གོས་འཇིགས་དང་རང་བདག་ས་ང་དང་རང་ཚང་མ་མཐོང་བ་འཇིགས་དང་ང་དང་ཚང་མ་ཉམས་མྱོང་ཡོད་དོ་ནག་པོ་ག་རང་གཉེན་གྲོང་པོ་རེ་བཀྲོངས་ས་ན་ད་མེ་ག་ད་མེ་ག་ཅི་ཅི་རུ་ད་ཡ་མེ་ན་ཁ་ཅེམ་ཞིག་འབོར་ཆེས་ཡ་མེ་ན་སྤེ་ར་ཚིག་གཉིས་ཞིག་ཟིར་བྱ་ནག་ད་ང་བདག་ས་ཚུགས་པ་ཨི་གཟུགས་རེ་ཆོད་ཆ་ཡོད་པིན། ཨི་གཟུགས་ལ་བསམ་བློ་ཡོད་པས་འདི་འོང་ཅོའམ་མ་ཉན་འདོད་དུ་ངེད་ཅག་ལ་བྱོས་ཤིག་ཟེར་མཁན་ཅིག་མེད། ཡང་ད་རུང་དེ་ན་ཁ་ཅན་བཟོ་བོར་བྱས་མི་ནས་ད་ང་ཅི་བྱ་ན་སོང་ད་ང་སངས་རྒྱས་མཁན་ཆོས་མཁན་དགེ་འདུན་མཁན་བསམ་བྱ་སྐོར་མོ་སྐོར་མོ་ཡོང་འདུག་ག་ལ་ང་དང་མི་ནང་འོ་ད་བདེན་པས་ང་དང་མིའི་སྐྱེ་བ་ལེན་ཏེ་རྣམ་དཔྱོད་ཅན་རིག་པ་ཅན་བདག་པ་ཅན་དཀོལ་ངན་དཀར་ཡིན་མི་ཞིག་གིས་སྐྱེ་བ་ལེན་ཏེ་ལེན་དགོས་ཆོད་ན་ང་དང་ཅི་བྱོས་དགོས་འདུག་ཟེར་ན་ཨོ་ད་བདེན་པས་ང་དང་ནི་ཚོགས་བསོད་ནམས་བསགས་བྱ་དགེ་བ་བརྗོད་བྱ། རང་སེམས་དཔའ་བཟང་པོ་བཅོས་ཏེ་རང་གི་ནང་མི་ཚང་མ་བརྙན་སྒྲུང་ཚང་མ་ཁྱིམ་མཚེས་ཚང་མ་ནང་མཐུན་པོ་བཅོས་ཏེ་བདེ་མོ་བཅོས་ཏེ་ཁོང་གི་བཀའ་ན་ང་དང་ཁྱེད་ནན་བཅའ་ཞིག་ཡོད་ཀྱང། ཁྱེད་ནན་བཅའ་ཞིག་གོ་སྐབས་ཡོད་དེ་ནི་ཡོད་འདི་ང་དང་སྐྱོང་བྱེད་པ་ནན་ནན་དེ་ནི། ཁོང་ང་བསྟེན་ཏེ་ང་དང་དགེ་བ་དགེ་སྦྱོར་བསགས་བྱ་ཞིག་གོ་སྐབས་ཅིག་ཡོད་ཀྱང་དགེ་བ་དགེ་སྦྱོར་བསགས་བྱ་ཞིག་གོ་སྐབས་ཡོད་དེ་ནི་ཡོད་དེ་འཇིགས་སྡིག་པ་མི་དགེ་བ་ལྕི་བ་བསགས་དེ་ནི།

རང། རང། ཡམ་དོན་ལ་ང་དང་གང་བོ་ཞིག་ལ་མིས་སྐྱེ་བ་ཞིག་ལེན་ཏེ། དེ་ཡོད། ཡམ་དོན་ལ་ཡོད་ཀ་ནས་མི་ངུ་ལ། མི་ངུ་ན་སྙམ། པོ་སྤེ་རར་བདེ་མོ་ཟེར་ཏེ། རྣམ་འགྱུར་རྒྱ་ལ་སྟན་ཏེ། འོ་དེ་སྣ་ཚོགས་ལ་ཁོང་ང་ཕན་ཐོགས་ཅི་དང་བྱོས་ཏེ་ང་དང་དགེ་བ་དགེ་སྦྱོར་བསག་བྱ་སའི་སྒོ་སྐབས་ཅིག་ཡོད་ཀྱག་ད། ང་དང་སྡེ་དགེ་བ་དགེ་སྦྱོར་བོ་མ་བསག་ཨ། སྡིག་པ་མི་དགེ་བའི་ལ་སྣ་ཚོགས་པ་བསག་ཨ་འདུག་པ་བསག་ན། ཚོང་པ་ཞིག་བྱ་ལག་ཚང་མ་ཁུར་ཏེ་ཚོང་ཨ་ཡོང་སྟེ། ཚོང་ཉོ་ཁ་ནས་སྔོན་ལ་རྫིང་མོ་བཏང་སྟེ་ཡེ་ནས་དགའ་ཁོ་རང་རྫིང་མོ་བཏང་སྟེ་ཚོང་བའི་ཁེ་ཐོབ་ཆ་ཨ་ཟེ་ག་བོར་ཏེ་སྐྱོང་འཁུར་དེ་ལོགས་སྟེ་ཆ་ཁ་ནང་ཙོག་ཙོག་ཙོག་ཞིག་ཡིན་ནོ་ད་ང་དང། ཧ་ལས་སོང་པ་ཟ་ན་འོ་ད་ང་དང་རང་སྐྱོན་མེད་ཀ་སུའང་མེད་ཀྱ་བདག་ས་ང་དང་བསམ་བློ་ནང་ཡོད་ས་ཐམས་ཅད་དེ་རིང་ར་ང་དང་སྒྲུབས་དང་མེད་ནོ་ག་ཟུག་གི་སྒྲུབ་པ་ནོ་ང་དང་དེ་ཟམ་ཚོགས་བསོད་ནམས་ས་ས་ནས་མི་དམན་པ་ཟ་ན་བསམ་བློ་ཡོད་ས་ཐམས་ཅད་མ་སྒྲུབས་ན་ཡང་མི་སྔོན་ལ་སྐྱོན་ཡོད་ནས། སྐྱོན་ཁོའི་སྐྱོན་འབོ་སྐྱོན་ལ་ཐོངས་སྟེ་སྐྱོན་ཕིང་ཡིན་གྱི་ཁོས་ག་ན་ཡོན་ཏན་མཛའ་ཟང་མ་ལྟ། ཁོ་བ་དེ་ནི་རྒྱ་ལ་ཅི་བྱོས་སྟོག་པོ་ལྟ་མི་ནུས་བ་ལ་ཁོས་མ། མ་འཇོན་དོགས་མ་འཇུངས་དོགས་མ་བྱོས་སྟོག་པོ་སྐྱན་ཀ་བསྟན་འདུག་དོ་འོ་དོ་ང་དང་ནོར་བསྟན་ནོ། སོང་པ་ས་ན་ག་དེ་རིང་བདེན་པས་ང་དང་ཨ་ཡི་ག་ན་ཤོ་ལོ་ཀ་བདུན་ཅུའི་སྟོན་དྲུག་པའི་ན་ཁེ་དེ་ན་གྲོགས་མེད་པའི་ངེས་པ་གཟན་པོ་ཅིག་ཨོ་ད་དེ་ག་ན་ང་དང་ཤི་རྩ་ནང་ཡ་མེད་ན་སྐྱེ་བ་སྟིང་མེད་ནའང་རྡག་ས་འདི་ག་སྡུག་སྡུག་པི་ག་ང་དང་ཚོགས་གསོ་རྣམས་ཀྱི་སགས་སྟེ་ཡོད་ན་ཨོ་དུས་ཕན་ཐོགས་ཡོང་བ་ནོ་མཱས་ཏོ། ཡང་ལྕགས་ངན་སང་ང་དང་ཕན་ཐོགས་ཡོང་བ་མ་ནོ་གསུངས་སྟེ་ད་དེའི་སྐོར་ལ། ང་དང་ཡིན་ན་ཟུག་གི་བསྟོར་རྒྱུ་ནི་ནང་དེ་ནི་ཆགས་པས་མང་པས་ན་གསུངས་སྟེ་འདུག་དེས་ན་ཡང་ཨེ་ནི་རྒྱ་ཅན་རོལ་པའི་དོན་ནང་ཁྱེད་དེ་ནང་ཅི་གསུངས་སྟེ་འདུག་ཟེར་ན། དགེ་བའི་ལས་ཀྱི་རྗེས་སུ་འབྲང་བྱེད་ཅིང། ཆེ་ཞིང་འགྲོ་བར་འགྱུར་བ་མ་རྟོགས་པ། གདུལ་བྱ་བདག་ལ་གྲོགས་ཡོད་མ་ཡིན་ཏེ། སྐྱབས་མེད་ངན་ཤེས་མེད་ཅིང་འཁོར་ཡང་མེད། ཏུ། འོ་ད་ང་དང། ཚེ་འདི་ཀ་ཡིན་ན་འདྲ་ཚེ་རབས་ཕྱི་མ་རྣམས་སུ་ཡིན་ན་འདྲ་ང་དང་ནམ་མ་བྲལ་བ། ཡིན་ན་ང་དང་འཇུག་ལ་ཡོང་ག་ནི། འོ་དེ་ནི་ང་དང་ཕན་ཐོགས་ཅན་ནི་ངའུས་པོ་ཞིག་ན་ཕན་ཐོགས་ཅན་ཅིག་ཡོད་ན་ཅི་ནོག་ཟེར་ན། བདག་སང་ང་དང་ཡི་ག་ཚོགས་བསོད་ནམས་དང་དགེ་བ་དགེ་སྦྱོར་ཙམ་ཞིག་བསགས་ཏེ་ཡོད་ན་འོ་དོ་ནི། ནམ་ཡིན་ན་ཡང་ང་དང་ནང་མཉམ་པོ་ཡོང་སྟེ་ང་དང་ཕན་ཐོགས་བྱ་འབའ་ཡིན་ནོ་ཟེར་དང། ད་ལྡེ་མེད་ཚོ་ལ་ང་དང་སྡིག་པ་མི་དགེ་བ་ཞིག་བསགས་ཟེར་ན་ནི་འོ་དོ་ནམ་ཡིན་ན་ང་དང་ནང་མཉམ་པོ་མ་དགྲ་ལ་ཡོང་སྟེ་ང་དང་གནོད་སྐྱལ་ཁན་པོ་ཡིན་ནོ་གསུངས་ཏེ་རོ་ཁ་ལས་གསུངས་པ་ཟ་ན་འགལ་བའི་ལ་སྤྱད་རྗེས་སུ་འབྲང་བྱེད་ཅིང་ཕྱི་བཞིན་འགྲོ་བར་འགྱུར་བ་མ་གཏོགས་པ་ཟ་ན་ཧ་ལས་ཕྱི་བཞིན་འགྲོ་བར་འགྱུར་འོ་ད་ང་དང་འགལ་བའི་ལ་ཙམ་ཞིག་ཡོད་ན་ང་དང་ང་དང་རྗེས་སུ་འབྲངས་སྟེ་ང་དང་འཇུག་ལ་ཡོང་འདུག་ཟེར་དང། ཧ་ལས། འདོད་ལ་ཞེན་པའི་ང་དང་མི་ཡི་ནང་འདྲ་ཡང། སེམས་ཅན་སུ་དང་སུ་ཞིག་ཡིན་ན་ང་དང་སྤྲོ་བ་ཡོང་ཉན་ན་མ་ནུག་ཟེར་ཏོ་ང་དང་འཛག་བ་ཡོང་ཉན་ན་མི་ནུག་ཟེར་ཏོ་ང་དང་དགའ་བོ་ཞིག་ག་ཆ་ན་ང་དང་ཁོང་ཉན་པོ་ཡོང་སྟེ་ཕན་ཐོགས་བྱུང་ཉན་ན་མ་ནུག་གསུང་ཟེར་རོ་ད་དེ་ག་ན་ང་དང་འོ་དེ་ཚང་མ་ཧ་གོ་གོ་ཤེས་པོ་མ་ཁག་ཅག་འདུག་ག་ལས་དེ་ནས་ང་དང་ཏུར་གུའི་ནང་ངེས་ཅང་མང་པོ་ཞིག་ཁྱེད་ནང་ཁྱེད་ནང་འགྲོ་ཨེ་ནས་ཡོན་ཏན་བཞི་གུར་མེད་ནའང་ཅི་གསུང་སྟེ་འདུག་ཟེར་ན་དཀར་ནག་བླ་གྲྭ་ཕྱི་བཞིན་འབྲང་བ་ལ། ངེས་པར་བརྟན་པོར་རྙེད་ན་ངེས་པའི་ཚོགས། ཕྲ་བཞིན་ཕྲ་བ་རྣམས་ཀྱང་སྤོང་བ་དང་དགེ་ཚོགས་མཐའ་དག་སྒྲུབ་པར་བཅས་པ་ལ་རྟག་ཏུ་དཔག་དང་ལྡན་པར་བྱིན་གྱིས་རློབས། ཧ་ལས། གསུངས་པ་བསམ་ན། ད་ག་ངེས་པར་བརྟན་པོར་རྙེད་ན་ངེས་པའི་ཚོགས་བཟང་པོ་གཅིག། ཨོ་ག་སྡིག་པའི་ཕྱོགས་དང་དགེ་བའི་ཕྱོགས་པོ་ཁྱེད་དེ་ན། ཨེ་ག་སྡིག་པའི་ཕྱོགས་པོ་ང་དང་ཙམ་ཞིག་སྣོད་སྐལ་དཀར་པོ། ཨེ་ང་དང་ཧ་གོ་སྟེ་ཧ་གོ་སྟེ་ང་ག་ཁྱེད་དེ། ང་དང་ཤི་བའི་རྗེས་སུ། ང་དང་ན་མཉམ་པོ་ལུས་དང་གྲིབ་མ་བཞིན་དུ་རང་གྲངས་སྟེང་དཀར་པོ་སུན་ཨོག་ཟེར་ན་དཀར་པོ་དགེ་བའི་ལས་དང་ནག་པོ་མི་དགེ་བའི་ལས་སིན་ཨོག་སོང་པ་སང་ན་དཀར་པོ་དགེ་བའི་ལས་སི་ཕན་ཏོགས་པོ་ཤེད་ཤུགས། ནག་པོ་མི་དགེ་བའི་ལས་སི་པོའི་ལས་སི་དེ་ནས་སྐྱོན་དང་ངེས་དམིགས་པོ་ཤེད་ཤུགས་སྟེ་ཕྲ་ཞིང་ཕྲ་བ་རྣམས་སི་ཨོག་རེ་རེ་ནང་རེ་རེ་གཅིག་གཅིག་གཉིས་གཉིས་ནང་དཀར་པོ་དགེ་བའི་ཚོགས་སིན་ན་སོགས་ནག་པོ་མི་དགེ་བའི་ཕྱོགས་ན་སི་པོང་ཟེར་སྐམ་པོ་ག་གེ་དང་ཕྲ་ཞིང་ཕྲ་བ་རྣམས་ཀྱང་སྤོང་བ་དང། དགེ་ཚོགས་མཐའ་དག་སྒྲུབ་པར་བྱེད་པ་ལ་སོགས་དང་དགེ་བའི་ཚོགས་ཕྲ་མོ་ཞིག་ཡིན་ན་བསགས་བྱའི་སྒྲུབ་བྱེད། མི་དགེ་བའི་ལ་སོགས་ཕྲ་མོ་ཞིག་གམ་མཚུངས་ཚད་ཞིག་ཡིན་ན་སྤང་བྱ་སའི་ཐབས་ལ་བརྩོན་དགོས་སྟེ་ཐབས་སྤྱོད་དགོས་སྟེ་ནོ། རྟག་ཏུ་དཔག་དང་ལྡན་པར་བྱིན་གྱིས་རློབས་ཟིན་ན་དུས་དང་རྣམ་པ་ཀུན་ཏུ

སྐྱེ་བ་སྟིང་མའི་ལམ་མམ་ནམ་བཞི་ན་ང་དང་ཀགས་སྤོ་བཞི་གི་ནང་ང་ལ་མ་ཆ་ཙ་ན་ཨོ་དེ་ཙ་ན་ཁེར་དེ་ན་ཨོ་ད་གགས་ང་དང་སྡུག་སྡུག་པའི་གགས་ཨེ་ནི་གགས་བསོད་ནམས་བྱ་བའི་དངོས་སྤོར་རྣམ་པ་གསུམ་ཡ་མི་ན་ནས་ལུས་ངག་ཡིད་གསུམ་གྱི་དགེ་བ་རྣམ་པར་དག་པ་ཞིག་བསགས་ཏེ་ཡོད་ན་ཨོ་དེས་ཕན་ཐོགས་ཙ་ན་ཨོ་དེ་ང་དང་ཛག་ཨོ་ནོག་ཨོ་དོ་ང་དང་ཀྲོག་ཨེ་ནོག་མ་གཏོགས་དེ་ལ་ཞེན་པའི་ཡང་ང་དང་ཀྲོག་དང་ཛག་ཨོ་ཞིག་མེད་ཀགས་ཟེར་ཀ་ནས་སྐོར་ལ་སུ་ཨན་པོ་ཅིག་དེ་ལྟར་ནོངས་པར་གྱུར་ཚལ་བསོད་ནམས་ནི་ནམ་གསུམ་མར་མེ་སྣང་བ་རབ་བཞེས་ཤིག། གཅིག་པུ་ཉི་མ་ཟླ་བ་མེར་བརྫི་བས་མུན་ནག་མཐའ་ཡས་ནང་དུ་འཇུག་ཚར་ལོ། གཟི་འཇིགས་དགའ་བདེ་མོ་བཅུ་སྟེ་དེ་ནས་སལ་པོ་བཅུ་སྟེ་ང་དང་གསུངས་ཏེ་འདུག་ག་རེད་ད་གསུངས་པ་ས་ན་བདེན་པ་ད་འདི་ངོ་ཉལ་ནས་ཉལ་ནས་འཇིག་ང་དང་མགོན་པོ་ཀླུ་སྒྲུབ་ཀྱིས་བཀའ་དྲིན་དྲན་ཞིང་བདག་ཅག་གི་བསྟོན་པ་ངལ་མེད་ཞལ་སྐྱེལ་ཐུབ་པའི་བཀའ་དྲིན་དྲན་ནས་འཇིག། སྔར་གྱི་རྒྱ་གར་གྱི་པཱན་ཏྲི་ཏཱ་དང་ཁཱས་པ་དང་སློབ་པ་རྣམས་ཀྱི་བཀའ་དྲིན་དྲན་ནས་འཇིག། ཨོ་ད་བདེན་པ་སྙིང་བརྟགས་པ་ན་ཐུགས་རྗེ་ཆེ་བཀའ་དྲིན་ཆེ་ཨི་གཟུགས་ལྷ་བརྒྱ་རིགས་ལྔ་བཞག་ལ་གསལ་བྱས་པོ་ནི་བདེན་པ་དེ་ནས་ང་བཞག་མུན་པ་མུན་ནག་ཁོ་རའི་ནང་འཁྱམས་སྟེ་སྡུག་བསྔལ་སྣ་ཚོགས་པ་མྱོང་འདུག་ག་ནས་འགྲོ་བ་སེམས་ཅན་གྱི་ཨི་ནི་མིག་འཕེལ་ག་ཚོགས་ཤིག་ངེ་བྱང་ཨི་ངེ་བྱང་རྫ་དེ་རགས་བསམ་སྐམ་པོ་ཡོང་འཇིག་ང་དང་དེ་ནས་ཁོང་བཀའ་དྲིན་བཀྲ་ནས་འཇིག་རྗེས་སུ་བཀྲ་ནས་འཇིག་དྲིན་ཅན་རྩ་བའི་བླ་མ་རྣམས་ཀྱི་བཀའ་དྲིན་བཀྲ་ནས་འཇིག། སངས་རྒྱས་ཀྱིས་བསྟན་པ་ལྟར་གཅིག། ཨེ་ནི་གཱ། གལ་ཏེ་ན། ཨེ་ནི་གཱ། གལ་ཏེ་ན་བསྟན་འཛིན་གྱི་སྐྱེས་བུ་དམ་པ་རྣམས་སྐུ་ཚེ་བཞི་པར་སྟན་གཅིག། འཇིག་རྟེན་ནས་ཡོངས་ལ། ན་དན་མག་ཕྲུག་དམུ་གེ་ལག་སོགས་པ་བཞི་ཞིག་ཟིན་ཅིག་ཨོ་གཟུགས་ཀྱི་བསམ་བློ་བཟང་པོ་རེ་ཁུ་རིན་གྱིས་ང་དང་སློབ་སྦྱོང་བྱོས་ན་ཨེ་ནི་ང་དང་སློབ་སྦྱོང་པོའང་སྤུས་རྟགས་རུ་ཚ་དང་ལྡན་པ་ཡང་དག་པ་ཞིག་ཡོང་བྱ་ལ་བདེན་པའི་རང་ང་དང་ཕན་ཐོགས་བྱུང་བ་ནོ་གསུངས་པ་བཟང་ན་ད་དེ་རིང་འདི་ག་ང་དང་ཚངས་པོ་རེ་ནས་ནས་ཚང་མ་ལ་ཐུགས་རྗེ་ཆེ།